ན་ནི་ལོའི་ཕྱི་ཟླ་བཅུ་པའི་ཚེས་བདུན་ཉིན་ལ་ཧ་མ་སི་ཡིས་ཨེ་ཟི་རེལ་གྱི་མི་མང་ཐོག་ལ་བསྟོད་རྒོལ་བཏང་ནས་བཟུང་སྟེ་ཨེ་ཟི་རེལ་གྱིས་ད་བར་ཧ་མ་སི་ལ་རྒོལ་ལན་སློང་བཞིན་པ་རེད། ཨ་མི་རི་ཁ་དང་སྤྱི་ཤ་ཁུག་ཀྱི་རྒྱལ་ཁབ་ཚོས་མེ་འཕེན་མཚམས་འཇོག་ཡོང་ཐབས་སུ་འབད་བརྩོན་བྱེད་བཞིན་ཡོད་ཀྱང་གྷ་ཛ་མི་མང་ཚོས་བསྟོད་རྒོལ་ཁྲོད་ནས་གཉན་ཁབ་དལ་པོ་ཡིས་འཚོལ་བ་བྱེད་བཞིན་པ་རེད། ད་ལན་མེ་འཕེན་མཚམས་འཇོག་གི་གྲོས་མོལ་དེ་ཁ་ཐར་གྱི་རྒྱལ་ས་དོ་ཧ་རུ་བྱེད་རྒྱུ་ཡིན་པ་དང་ཨ་མི་རི་ཀའི་བདེན་ཁ་འཇིགས་སྐུལ་ཚོགས་པ་གྲས་སུ་བཞག་ཡོད་པའི་ཧ་མ་སི་ཕྱོགས་ནས་གྲོས་མོལ་དེ་ལ་མཉམ་ཞུགས་བྱ་རྒྱུ་མིན་པ་བརྗོད་འདུག།
བར་འདུམ་བྱེད་མཁན་ཚོས་ང་ཚོ་ཡིས་བཏོན་པའི་བྱས་རྗེས་ཡོད་ཚད་བུ་ཨེ་ཟི་རེལ་གྱིས་དང་ལེན་བྱེད་པ་ཞིག་བྱ་ཐུབ་རྒྱུའི་རེ་བ་ཡོད། གྲོས་མོལ་གང་རུང་ཞིག་ལ་ནང་དོད་དང་དུས་བཀག་ངེས་གཏན་ཞིག་ཡོད་དགོས་པ་ལས། ཡང་སྲིད་ནང་དོན་གསལ་བར་ཁ་སྣོན་བྱས་པ་ཡིན་ན་གྲོས་མོལ་ག་འདྲ་བྱས་ཀྱང་ཡོང་གི་མ་རེད་ཅེས་བརྗོད་འདུག། ཡང་རེས་གཟའ་ལྷག་པའི་ཉིན་ལ་ཕོ་བྲང་དཀར་པོ་ཕྱོགས་ནས་གྲོ་མོ་དེ་ལ་བདེན་འཚོལ་ཡོད་པ་བརྗོད་འདུག་གྲོ་མོ་མ་བྱས་གོང་ལ་རྣམ་པ་འདྲ་མི་འདྲ་འདོན་སྲིད་པ་རེད་ང་ཚོ་སྔ་མ་དེ་འདྲ་མཐོང་མྱོང་ཡོད་རེད་དེ་གསར་པ་གས་མ་རེད་ཅེས་བརྗོད་འདུག་འོན་ཏེ་བའི་དེན་གྱིས་སྤྱི་བཤད་ཁུལ་དུ་གཞི་བདེ་ཡོང་ཁག་པོ་ཡིན་པའི་ངོས་ལེན་གནང་འདུག་གནས་སྟངས་དེ་ཁ་རུ་འགྲོ་གི་རེད་ང་ཚོས་ཨི་རན་གྱིས་ག་རེ་བྱེད་ཀྱིན་པ་དང་གལ་ཏེ་སྟོད་རྒོལ་བཏང་ན་ག་རེ་བྱུང་གི་ཡིན་པ་གཞི་ནས་བལྟ་རྒྱུ་རེད་ཡིན་ནས་ངས་བློས་གཏོང་བྱ་གི་མ་རེད་ཅེས་གསུངས་འདུག། ཉེ་ལམ་ཧ་མ་སིའི་འགོ་ཁྲིད་ཨིས་མེལ་ཧ་ནི་ཡཱ་ལྐོག་ཟས་ཐེབས་པའི་རྐྱེན་ལས་ཨི་རན་གྱིས་ཨི་ཟི་རེལ་ལ་དགྲ་ཤ་འདེང་སྲིད་པའི་ཐད་ལ་མི་ཚོས་བློ་ཚ་ཡོང་དགོས་པ་དང་ཨ་མི་རི་ཀས་ཁུག་དེའི་ནང་དུ་དམག་གི་འགྲོ་གྲོན་མང་བ་བཏང་ནས་ཨི་རན་དང་ལེ་བྷ་ནན་ནང་གི་ཧེ་ཛི་བྷོ་ལཱ་ཡི་ཚུར་རྒོལ་ལ་འགོག་ཐབས་བྱེད་བཞིན་པ་རེད།

ཡང་དེ་དང་དུས་མཚུངས་སུ་མི་མང་པོས་བའི་ཏིན་གྱིས་ཨེ་ཟི་རེལ་ལ་གནོད་ཤུགས་ཆེ་ཙམ་སྤྲད་དགོས་པའི་རེ་སྒུག་བྱེད་བཞིན་པ་རེད།
གལ་ཏེ་ཁོང་གིས་ནེ་ཐ་ཡ་ཧུ་ལ་རྩེད་མོ་དེ་རྫོགས་ཚར་རེས་ཇོན་ཟི་ཧེ་རིས་དང་ཁྲོན་པུ་སུ་ལྷས་རུང་ད་ལྟ་ནང་བཞིན་གུ་ཡངས་བྱེད་སྲིད་ཀྱི་མ་རེད་ཅེས་བཤད་ཐུབ་ན་ཡག་པོ་ཡོད་རེད། ད་ནི་དམག་འཁྲུག་མཇུག་འགྲིལ་བཅུག་ནས་དུས་རབས་གསར་པ་ཞིག་འགོད་ཙམ་གྱི་དུས་ལ་སླེབས་ཡོད་རེད་ཅེས་བརྗོད་འདུག།
ཨེ་ཟི་རེལ་དང་པ་ལི་སི་ཐན་བར་ཕན་ཚུན་མཉམ་ལས་དང་གཉིས་ཕན་བཞི་བཞག་ཐོག་ནས་དུས་ཡུན་རིང་པོ་ཡི་འགལ་ཟླ་སེལ་ཐུབ་པའི་དུས་རབས་གསར་པ་དེ་ད་ལྟ་ད་དུང་རྒྱང་ཐག་རིང་པོ་ཡིན་སྲིད་ཀྱང་ད་ལྟའི་ཆར་སྒ་རྫ་ནང་དུ་མེ་འཕེལ་མཚམས་འཇོག་བྱ་རྒྱུ་དེ་ནི་ཁ་ཚ་དགོས་གཏུགས་ཀྱི་དོན་དག་ཅིག་ཆགས་ཡོད་པ་རེད། ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ Patsy Widakuswara ལགས་ནས་བཏང་གནང་བའི་གནས་ཚུལ་དེ་བར་བརྒྱུད་སྙན་སྒྲོན་ཞུ་མཁན་ཚེ་རིང་དབང་མོ་ཡིན།